ཚང་མ་ལོ་ཙཱ་ཞི་ལེ། དེ་རིང་གི་གཟན་རིམ་གཙོ་སྐྱོང་བྱེད་མཁན་ང་གཉིས་ཡིན། ངའི་མིང་ལ་བསྟན་འཛིན་ཡེ་སྒྲོན་ཡིན། ངའི་མིང་ནའོང་ཆི་མིན་ཡིན།
གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ། ཕན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གསིལ་བ་བསྟན་འཛིན་རྒྱ་མཚོ་ཡིན། ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། དེ་རིང་ལོ་འདོན་བོད་ཀྱི་སྐད་ཡིག་རིག་གཞུང་སློབ་གྲྭའི་ལོ་འཁོར་མཛད་སྒོར་ཕེབས་པའི་སྐུ་མགྲོན་གཙོ་བ། སྐུ་ངོས་ཚེ་རིང་དབྱངས་ཀྱིས་གཙོས་པའི་བོད་ཁང་ལས་བྱེད་རྣམས་དང། སློབ་གྲོགས་རྒྱབ་སྐྱོར་གནང་མཁན་སྦྱིན་བདག་རྣམས་དང། བཀའ་དྲིན་ཅན་གྱི་དགེ་རྒན་རྣམས་དང་སྙིང་ནས་བརྩེ་བའི་ཕ་མ་རྣམ་པ། བཟའ་བཅའི་བདེན་པའི་སློབ་གྲོགས་རྣམ་པ་དང། གཞན་ཡང་འདི་གར་ཕེབས་པའི་སྐུ་མགྲོན་ལྷན་རྒྱས་ཚང་མ་ལོ་བཀྲ་ཤིས་ལེ་ཞུས་པ་དང་ཆབས་ཅིག་དེ་རིང་གི་མཛད་སྒོའི་དབུ་འཛུགས་ཞུ་རྒྱུ་ཡིན། བོད་མི་རིགས་ཀྱིས་བོད་ཡིག་མ་ཤེས་ན་ཤིན་ཏུ་ཐབས་སྐྱོ་བོ་དང་ངོ་ཚ་བོ་རེད། བོད་རིགས་ཡིན་ནོ་ཅོག་གིས་རང་གི་རིག་གཞུང་ཡག་པོ་ཤེས་དགོས། རང་གི་རིག་གཞུང་ཤེས་པ་ལ་རང་གི་སྐད་ཡིག་བརྒྱུད་ནས་ཤེས་དགོས་པ་ཡིན་སྟབས། བོད་ཡིག་ལ་སྦྱོང་ཚན་དང་དོ་སྣང་བྱེད་རྒྱུ་ཧ་ཅང་གལ་ཆེན་པོ་རེད།
འཇམ་དཔལ་རྡོ་རྗེ་ང་ལ་དབང་བསྒྱུར་ཞིང། བློ་རྩལ་བུམ་གཟེངས་ཡེ་ཤེས་བདུད་རྩིས་གཏམས། བསྟན་སྲིད་རྒྱ་ཆེན་རོལ་མཚོ་བརྩེ་བས་བརྒྱན། འཕགས་མཆོག་ཕྱག་ན་པད་མོ་གསོལ་བ་འདེབས། སྨོན་ཚིག་འདི་སྔོན་དུ་བཟླས་ཏེ། གོང་ས་མཆོག་གི་བཀའ་སློབ་གཅིག་གི་ནང་འདི་དུ་གསུངས་དང། ཡ་རབས་ཆོས་བཟང་ཟེར་བ་དེ་ཉིད་གཟི་མཛའ་མཆོག་སྟེ་བསླབ་རྒྱུ་གཅིག་པོ་མ་རེད། དེ་ནི་ཁྱིམ་ཚང་སོ་སོའི་ནང་གི་ས་ཚ་དང་ཕ་མ་བུ་ཕྲུག་བར་ལ་འབྲེལ་བ་ཆེ་ཆོག་ཁྱིམ་ཚང་དེའི་ནང་གི་རྒྱུན་ལྡན་གྱི་སྤྱོད་ལམ་ཡ་རབས་གུས་ཞབས་ལྡན་པ་སྐད་ཆ་བཤད་སྟངས། ནམ་མཁའི་སྟོན་སྟངས་སོགས་ཁྱིམ་ཚང་སོ་སོའི་ནང་ནས་དོ་སྣང་བྱེད་སྐབས་ཧ་ཅང་གལ་ཆེན་པོ་རེད། ཡ་རབས་ཆོས་བཟང་འདི་དག་སྲོག་རྩ་ལྟ་བུ་ཡིན་བསམ་དགོས་བྱེད་དོ།